གཉིས་པ། སོ་སོར་ཕྱེ་སྟེ་འགགས་པ་ལ་རྩ་བའི་ཟབ་བཅས་གཉིས། ཡུལ་གྱི་རང་བཞིན་དབང་པོས་འཛིན་པ་འགག། ཡུལ་གྱི་རང་བཞིན་ཡིད་ཀྱིས་འཛིན་པ་འགག་པ་གཉིས་ཡོད་པའི་ནང་ནས། དང་པོ། ཡུལ་གྱི་རང་བཞིན་དབང་པོས་འཛིན་པ་འགག་པ་ལ། ལྟ་བྱ་འགག། མཉན་བྱ་འགག་པ་གཉིས་ཡོད་པའི་ནང་ནས་དང་པོ། རྟ་ཅན་འགག་པ་ལ་ཡུལ་འགག་པ་དང་ཡུལ་ཅན་འགག་པ་གཉིས་ཡོད་པའི་ནང་ནས་དང་པོ་དེ་ནི་ཡུལ་འགག་པ་ལ་རང་སྡེ་བྱེ་བྲག་སྨྲ་བའི་རང་སྡེ་འགག་པ་དང་གཞན་སྡེ་འགག་པ་གཉིས་ཡོད་པའི་ནང་ནས་དང་པོ་རང་སྡེ་འགག་པ་ནི་སྲིད་པ་རེད། རང་སྡེ་དེ་བྱེ་བྲག་སྨྲ་བའི་ལུགས་རེད། ད་བྱེ་བྲག་སྨྲ་བའི་ཟེར་དུས། གཟུགས་ཀྱི་སྐྱེ་མཆེད་དབྱིབས་དང་ཁ་དོག་ཡོད་པ་ཡིན་དུས། རྒྱུ་མཚན་དེའི་སྒོ་ནས་བུམ་པ་མངོན་སུམ་ཡིན་ཟེར་བ་རེད། ད་ཁ་སིང། ང་ཚོས་བུམ་པ་མངོན་སུམ་དུ་མཐོང་ཟེར་ཏེ་དོན་དག་བུམ་པ་ཁོ་རང་མངོན་སུམ་ཡིན་པར་ཁས་བླངས་པ་རེད། ད་བཤད་སྒྲོས་ཙམ་མ་བྱིན་པར་ཁ་སིང་ང་ཚོས་བུམ་པ་མངོན་སུམ་མཐོང་ཟེར་ཏེ་བཤད་རྒྱུའི་བུམ་པ་མངོན་སུམ་ཡིན་ཟེར་སྟབས་བྱེ་བྲག་མེད་ལབ་དུས། གཟུགས་ཀྱི་སྐྱེ་མཆེད། གཟུགས་ཀྱི་སྐྱེ་མཆེད་ཟེར་ན་མིག་གི་རྣམ་ཤེས་ཡུལ་གྱི་གཟུགས་དེར་གཟིགས་དགོས། གཟུགས་ཀྱི་སྐྱེ་མཆེད། དབྱིབས་དང་ཁ་དོག་ཡོད་པ་ཡིན་དུས། དེའི་རྒྱུ་མཚན་གྱི་ཐོག་ནས་བུམ་པ་མངོན་སུམ་ཡིན་ཟེར་ཁས་བླངས་པ་རེད། ད་ཁས་བླངས་རོགས་དེ་རེད་ད་ཁོའི་རྒྱུ་མཚན་འདྲ་པོ་དེ། བུམ་པ་མངོན་སུམ་ཡིན་པའི་རྒྱུ་མཚན་འདྲ་པོ་དེ། གཟུགས་ཀྱི་སྐྱེ་མཆེད་དབྱིབས་དང་ཁ་དོག་ཡོད་ཟེར་བ་རེད། དེ་ནི་ད་ཕར་སྐད་ཆ་དྲིས་དུས་གཟུགས་ཀྱི་སྐྱེ་མཆེད་དབྱིབས་དང་ཁ་དོག་ཡོད་ན་ཡོད་དང་ག་རེ་ཁ་ཁ་ཡོད་ར་དང་གཅིག་ཏུ་ཡོད་རེད་ཟེར། གཅིག་ཏུ་ཡོད་ན་ཡང་སྐྱོན། ཁ་ཁ་ཡོད་ན་ཡང་སྐྱོན་ཡོད་དུས། ཨ་ནི་གཟུགས་ཀྱི་ཁྱེད་ཀྱི་དབྱིབས་ཅན་དབྱིབས་དང་ཁ་དོག་མ་གྲུབ། དེ་མ་གྲུབ་ན། བུམ་པ་མངོན་སུམ་ཡིན་པ་སྒྲུབ་ཐུབ་ཀྱི་མ་རེད་ཟེར་ཤེས་ཀྱི་ཡོད་རེད། ད་དང་པོ་ཁོ་སྐད་ཆ་འདྲ་བོ་དེ་ཁོས་ཟེར་དུས། བུམ་པ་མངོན་སུམ། བུམ་པ་མངོན་སུམ་དུ་བུམ་པ་མངོན་སུམ་རེད་ཟེར་ད་བུམ་པ་དེ་མངོན་སུམ་རེད། བུམ་པ་མངོན་སུམ་དུ་ཡོད་རེད། ག་རེ་རེད་ཟེར་ན། གཟུགས་ཀྱི་ཁྱེད་ཀྱི་དབྱིབས་དང་ཁ་དོག་ཡོད་ཟེར་བ་རེད། བུམ་པ་མངོན་སུམ། ཡིན་པའི་སྒྲུབ་བྱེད་དེ་ལ་དབྱིབས་ཀྱི་དབྱིབས་དང་ཁ་དོག་བཀོད་པ་རེད། དེ་ནི་བུམ་པ་མངོན་སུམ་རེད། ག་རེད་ཟེར་ན་གཟུགས་ཀྱི་སྐྱེ་མཆེད་དབྱིབས་དང་ཁ་དོག་ཡོད་རེད་ཟེར་བ། དེ་ནི་ང་རང་ཚོ་ཕར་སྐྱོན་བརྗོད་བྱེད་དུས་ད་གཟུགས་ཀྱི་སྐྱེ་མཆེད་དབྱིབས་དང་ཁ་དོག་ཡོད་ན་ཡོད་སྟངས་དེ་ག་འདྲ་རེད། དབྱིབས་དང་ཁ་དོག་གཅིག་ཡིན་པའི་ཚུལ་དུ་ཡོད་རེད་དམ། དབྱིབས་དང་ཁ་དོག་ཁག་ཁག་ཡིན་པའི་ཚུལ་དུ་ཡོད་རེད། དེ་འདྲའི་བརྟག་དཔྱད་བཏང་དུས། དབྱིབས་དང་ཁ་དོག་གཅིག་ཡིན་པ་ཡང་ཁས་ལེན་ཐུབ་ཐབས་མེད་པ། དབྱིབས་དང་ཁ་དོག་ཁ་ཁ་ཡིན་པ་ཡང་ཁས་ལེན་ཐུབ་ཐབས་མེད་པ་ཡིན་དུས། དབྱིབས་དང་ཁ་དོག་མ་གྲུབ། དེ་མ་གྲུབ་ན། གཟུགས་ཀྱི་སྐྱེ་མཆེད་མ་གྲུབ། དེ་མ་གྲུབ་ན། བུམ་པ་མངོན་སུམ་ཡིན་པ་སྒྲུབ་ཐུབ་ཀྱི་མ་རེད་ཟེར་ཤེས་པ་རེད། བྱས་ཙང་གལ་ཏེ་ཁ་དོག་ལས། གལ་ཏེ་མདོག་ལས་དབྱིབས་ཤེས་ན། ཇི་ལྟར་བུར་ན་དབྱིབས་འཛིན་འགྱུར། འོན་ཏེ། དེ་ནི་འོན་ཏེ་གཞན་མིན། འོན་ཏེ་གཞན་མིན་ན་ལུས་ཀྱིས་བཟློག་ཀྱང་ཅི་སྟེ་འཛིན་མི་འཁྱུར་ཞེས་པ་སྟེ། ད་བར་སྐད་ཅིག་འོ་ན། དབྱིབས་དང་ཁ་དོག་གཉིས་དེ་ཁ་ཁ་རེད་དམ། དབྱིབས་དང་ཁ་དོག་གཉིས་དེ་གཅིག་རེད་དྲི་བ་རེད། ཨ་ནི་དྲི་བ་དང་པོ་ལྟར་དུ་གར་དེ་བཟློག་ལས་དབྱིབས་གཞན་ན་སྟེ། དབྱིབས་དང་ཁ་དོག་གཉིས་ཁ་ཁ་ཡིན་ཟེར་ན་ཟོ་ད་དབྱིབས་ཟེར་ན་ཟོ་ད་རེད། ཁ་དོག་ཟེར་ན་མདོག་ག་དེ་རེད། སྔོན་པོ་སེར་པོ་ལ་སོགས་པའི་མདོག་ག། གྲུ་བཞི་དང་ཟླུམ་པོ་ལ་སོས་པའི་ཟོ་ད་རེད། ཨེ་གལ་ཏེ་མདོག་ལས་དབྱིབས་བཤད་ན་ཏེ། དེ་ནི་གལ་སྲིད། དབྱིབས་དང་ཁ་དོག་གཉིས་དེ་ཁ་ཁ་ཡིན་པར་ཁས་བླངས་ན། ཇི་ལྟར་བུ་ན་དབྱིབས་འཛིན་འགྱུར། མིག་གི། མིག་གིས་དབྱིབས་འཛིན་ཐུབ་ཀྱི་མ་རེད་ཟེར་གྱི་རེད། རྒྱུ་མཚན་ག་རེད་ཟེར་ན། ཁ་དོག་ལས། ཁ་ཁ་ཡིན་པར་ཁྱེད་རང་གིས་ཁས་བླངས་སོང་ཨང་ཟེར་གྱི་རེད། དཔེར་ན། དེ་ནི་མིག་གིས། སྒྲ། འཛིན་མི་ཐུབ་པ་ནང་བཞིན་རེད་ཟེར་གྱི་རེད། ད་གལ་ཏེ་མདོག་ལས་དབྱིབས་ཞན་ན་སྟེ། དེ་ནི། ཁ་དོག་དང་དབྱིབས་གཉིས། ཁ་ཁ་ཡིན་ན། བྱི་བདེར་བོར་དབྱིབས་འཛིན་གྱུར་ཏེ། མིག་གི་དབྱིབས་བཟོ་བརྡ་དེ་ག་འདྲས་བྱས་ན་ཡང་དེ་ནི་འཛིན་ཐུབ་ཀྱི་མ་རེད། ག་རེ་ཟེར་ན་དབྱིབས་དེ་ཁ་དོག་ལས་ཁ་ཁ་ཡིན་པར་ཁས་བླངས་སོང། དཔེར་ན། མིག་གི་སྒྲ་འཛིན་ཐུབ་ཀྱི་ཡོད་མ་རེད། ག་རེ་ཟེར་ན་མིག་གི་ཡུལ་གཟུགས་ལས་སྒྲ་གཉིས་ཁ་ཁ་ཡིན་དུས། མིག་གིས་སྒྲ་འཛིན་མི་ཐུབ་པ་ནང་བཞིན་རེད། དེ་ནི་དྲི་བ་གཉིས་པ་ལྟར། འོན་ཏེ་གཞན་མིན་ན་སྟེ། ཨ་ནི་དྲི་བ་གཉིས་པ་ལྟར་དུ་དབྱིབས་དང་ཁ་དོག་གཉིས་གཅིག་ཡིན་ཟེར་བ་ཡིན་ན། འོན་ཏེ་གཞན་མིན་ན། དབྱིབས་དང་ཁ་དོག་གཉིས་གཅིག་ཡིན་ཟེར་བ་ཡིན་ན། ལུས་ཀྱི་ད། འདི་ནི་འོན་ཏེ་གཞན་མིན་ན་པ་ལ་མཚམས་ཀྱི་བཅད། ལུས་ཀྱི་དོག་ཀྱང། ཅི་སྟེ་འཛིན་མི་འགྱུར་ཟེར་ན་སྙམ་དུ་ཤེས། འོན་ཏེ་གཞན་མིན་ན་དེ་གལ་སྲིད་དབྱིབས་དང་ཁ་དོག་གཉིས་གཅིག་ཡིན་ན། ལུས་ཀྱིས་འདོགས་ཀྱང་ཅི། ཅི་དེ་འཛིན་མི་འགྱུར་ཏེ། ལུས་ཀྱིས་དབྱིབས་འཛིན་པར་ལྟར་དུ་ཁ་དོག་ཀྱང་ངེས་པར་དུ་འཛིན་དགོས་ཐུག་རེད། ག་རེ་ཟེར་ན་དབྱིབས་དང་ཁ་དོག་གཉིས་གཅིག་ཡིན་པར་ཁས་བླངས་ཚར་དུས། གཅིག་ཡིན་ཚར་ན། ཁ་ཤས། མཐོང། ཁ་ཤས་མ་མཐོང་དེ་འདྲས་བྱས་ཡོད་མ་རེད། ཅེས་ཙང་ལྟར་འདུག་ན། འོན་ཏེ་གཞན་མིན་ན་སྟེ་དབྱིབས་དང་ཁ་དོག་གཉིས་གཅིག་ཡིན་པར་ཁས་བླངས་ན། ལུས་ཀྱི་ལུས་ཀྱི་མདོག་ཀྱང་ཅི་སྟེ་འཛིན་མི་འགྱུར་ཏེ། ནི་ལུས་ཀྱི་དབྱིབས་འཛིན་པ་ལྟར་དུ་ཁ་དོག་ཀྱང་འཛིན་པར་འགྱུར་རོ། ག་རེ་ཟེར་ན་ཁོ་གཉིས་གཅིག་ཡིན་པར་ཁྱེད་རང་ཁས་བླངས་སོང། གཅིག་ཡིན་པར་ཁས་བླངས་ཚར་ན་ཁ་ཤས་མཐོང་ཁ་ཤས་མ་མཐོང་དེ་འདྲས་བྱས་ཡོད་མ་རེད། ད་དེའི་བཤད་སྒྲོས་བསྡུས་དགོས་ན། དབྱིབས་དང་ཁ་དོག་གཉིས་དེ་སྒྲུབ་ཁག་པོ་ཆགས་ཀྱི་ཡོད། དབྱིབས་དང་ཁ་དོག་གཉིས་སྒྲུབ་མ་ཐུབ་ན་གཟུགས་ཀྱི་སྐྱེ་མཆེད་སྒྲུབ་ཐུབ་ཀྱི་ཡོད། གཟུགས་ཀྱི་སྐྱེ་མཆེད་སྒྲུབ་མ་ཐུབ་ན་བུམ་པ་དངོས་བཟུང་ཡིན་པར་སྒྲུབ་ཐུབ་ཀྱི་མ་རེད་ཞེས་པ་རེད། ད་ཡང་ཁོ་གི་འདི་འདི་བར་མ་ཡང་ཁོ་གི་དོགས་པ་ཞིག་ཁོ་གི་འདོད་པ་གཞན་དག་བཀོད་པ་རེད་ཁོ་ཡང་ཁོའི་གཟུགས་རེད། གཟུགས་ཀྱི་ད་ཁོས་ད་ད་གཟུགས་སྐྱེ་མཆེད་སྒྲུབ་ཐུབ་ཀྱི་མ་རེད་ཟེར་བ་རེད། གཟུགས་ཀྱི་སྐྱེ་ང་ཚོ་ད་ལྟ་འདི་ཐམ་ཐམ་སྟོང་འདྲ་བོ་དེ། གར་ལྟའི་མདོག་ལས་དབྱིབས་ཤེས་ན་ཇི་ལྟར་བུར་ན་དབྱིབས་འཛིན་འགྱུར་འོན་ཏེ་གཞན་མིན་ལུས་ཀྱི་གཞན་འོན་ཏེ་གཞན་མིན་ན་ལུས་ཀྱི་མདོག་ཀྱང་ཅི་སྟེ་འཛིན་མི་འགྱུར་བར་དུ་གར་ཤེས་པ་རེད། གཟུགས་དབྱིབས་དང་མདོག་ཀ་མ་གྲུབ་ཏུ་གཟུགས་ཀྱི་སྐྱེ་མཆེད་མ་གྲུབ། གཟུགས་ཀྱི་སྐྱེ་མཆེད་མ་གྲུབ་ན་བུམ་པ་མངོན་སུམ་ཡོད་གྲུབ་ཐུབ་ཀྱི་མ་རེད་ཞེས་དུས་ད་གཟུགས་ཀྱི་སྐྱེ་མཆེད་མ་གྲུབ་པ་ཤེས་པར་བ་ད་དེ་ལ་ཁོ་བོས་གཟུགས་ཀྱི་ཡོད་པའི་སྒྲུབ་བྱེད་ཀྱི་སྐོར་དེ་ནི། ད་གཟུགས་ཀྱི་སྐྱེད་བྱེད་ཡོད་རེད་ཟེར་བ་རེད་ཡང། ག་རེ་ཟེར་ན་གཟུགས་ཀྱི་སྐྱེད་བྱེད་ཀྱི་རྒྱུ་འབྱུང་བ་ཆེན་པོ་བཞི་ཡོད་ཟེར་བ་རེད་ད་ཡང། ད་ལྟ་ང་ཚོ་གོང་དུ་གཟུགས་ཀྱི་སྐྱེད་བྱེད་སྒྲུབ་ཐུབ་ཀྱི་མ་རེད་ཟེར། དབྱིབས་དང་ཁ་དོག་གཉིས་གཅིག་ཏུ་སྒྲུབ་མ་ཐུབ་དབྱིབས་དང་ཁ་དོག་གཉིས་ཁ་ཁ་ཡིན་པར་སྒྲུབ་མ་ཐུབ་ན། ཨ་ནི་གཟུགས་ཀྱི་སྐྱེད་བྱེད་སྒྲུབ་ཐུབ་ཀྱི་ཡོད་མ་རེད། ད་འདི་ཤེས་དུས་ཡང་གཟུགས་ཀྱི་སྐྱེད་བྱེད་ཡོད་པའི་སྒྲུབ་བྱེད་གཅིག་གསར་བ་བཀོད་པ་རེད་ཁོས་ཟེར་དུས་གཟུགས་ཀྱི་སྐྱེད་བྱེད་ཡོད་ཐག་ཆོད་ཡོད་རེད་ཟེར་ག་རེ་ཟེར་ན། དེའི་རྒྱུ་འབྱུང་བ་ཆེན་པོ་བཞི་ཡོད་ཡོད་སྲིད་པ་རེད། འོ་ད་དེ་འགག་པ་ལ་དེ་རེད། གཟུགས་ནི་ལྟ་ཞིག་མ་གཏོགས་པར་གཟུགས་ཀྱི་རྒྱུ་ནི་མི་སྣང་ངོ། གལ་ཏེ་དེ་ལྟར་གྱུར་ན་ནི་གཉིས་ཀ་ཡང་ནས་མིང་ཡིན་གྱི་འཛིན་པ་ཅི་ཞིག་རེད་ཀྱང་ཅི་ཡི་ཕྱིར་མི་འགྱུར། ས་བརྟེན་ས་ནི་རྟེན་ཞེས་བྱ་བར་མཐོང་དེའང་ལུས་ཀྱི་འཛིན་པར་གྱུར་དེས་ན་རེག་པ་འབའ་ཞིག་ནི་ས་ཞེས་ས་བ་ཞེས་ནས་བྱ་བར་བརྗོད་བར་དུ་རེད། ལྟ་དེ། ལྟ་ཁོག་གི་འབྱུང། གཟུགས་ཀྱི་སྐྱེ་མཆེད་ཡོད་པའི་སྒྲུབ་བྱེད་ལྟ་བུ་སྟེ། གཟུགས་ཀྱི་རྒྱུ། གཟུགས་ཀྱི་སྐྱེ་མཆེད་རྒྱུ་འབྱུང་བ་ཆེན་པོ་བཞི་ཡོད་སྲིད་པ་རེད། ད་ང་རང་ཚོ་བ་སྐྱོན་བརྗོད་བྱེད་དུ་གལ་སྲིད། གཟུགས་ཀྱི་སྐྱེ་མཆེད་ཀྱི་རྒྱུ་འབྱུང་བ་ཆེན་པོ་བཞི་དེ། བདེན་པར་སྒྲུབ་པ་ཅིག་ཡོད་པ་ཡིན་ན། དེ་ནི། གཟུགས་ལས། ཁ་ཁ། མཐོང་དགོས་རེད་ཟེར་བ་རེད། ཡིན་ན་ཡང། དང། དེ་ནི་རྒྱུ་དབང་བཞི་ལས་ཁ་ཁ་ཡིན་པས་གཟུགས་ཀྱི་སྐད་ཅིག་ཀྱང་མཐོང་རྒྱུ་མེད། གཟུགས་ནི་ལྟ་བྱེད་མ་ཐོབ་པར་གཟུགས་ཀྱི་རྒྱུའང་མི་སྣང་ངོ་སྟེ་སྡོམ་ནི་ཨ་ནི་གཟུགས་ལས་ཁ་ཁ་ཡིན་པས། དེ་ནི་གཟུགས་ཀྱི་རྒྱུ་རྒྱུ་དབང་ཆེན་པོ་བཞིའང་མཐོང་ཡང་ཡོད་མ་རེད་ཟེར་བ་རེད། དང། འདི་གིས་ག་རེ་ཟེར་བ་རེད། གཟུགས་ནི་རྟ་ཞིག་མ་གཏོགས་པར་གཟུགས་ཀྱི་རྒྱུ་ནི་མི་སྣང་ངོ་ཞེས་དོན་དག་གཅིག་ལ་འགྲོ་བར་ག་སྲིད་རྟ་འདི་ཕག་ཤེད་དུས་ད་ཁྱེད་རང། གཟུགས་ཀྱི་སྐྱེ་མཆེད་ཀྱི་རྒྱུ་འབྱུང་བ་ཆེན་པོ་བཞི་སྟེ་ངོ་མ་བདེན་པར་བསྒྲུབས་ཡོད་པ་ཡིན་ན། གཟུགས་ལས་ཁ་ཁ་མཐོང་དགོས་རྒྱུ་ཡིན་པ་ལ། འཇུ་བ་ཆེན་པོ་བཞི་ལས་ཐ་དད་པའི་གཟུགས་ཀྱང་མཐོང་རྒྱུ་མེད། གཟུགས་ནི་ལྟ་ཞིང་མ་རྟོགས་པར་གཟུགས་ཀྱི་རྒྱུའང་མི་སྣང་གོ་སྟེ་གཟུགས་ལས་ཁ་ཁ་ཡིན་པས་གཟུགས་ཀྱི་རྒྱུ་འཇུ་བ་ཆེན་པོ་བཞིའང་མཐོང་ཡང་ཡོད་མ་རེད། ད་མཐོང་ཡང་མེད་པ་ཡིན་དུས་དེ་མཐོང་ཡང་མེད་པ་རེད་མཐོང་ཡང་མེད་པ་ཡིན་དུས་དེ་ནི་ད་གཟུགས་ཀྱི་སྐྱེ་མཆེད་ཡོད་ཐུབ་ཀྱི་མ་རེད། གཟུགས་ཀྱི་སྐྱེ་མཆེད་ཡོད་མ་ཐུབ་ན་དེ་ནི་ག་སོ་རེད། བུམ་པ་མངོན་སུམ་ཡིན་པ་ཡང་སྒྲུབ་ཐུབ་ཀྱི་མ་རེད་ཞེས་པ་རེད། ད་འདི་བར་དུ་ཁོ་གི་འདོད་པ་ག་རེད་ཁོས་འདོད་པ་དེ་གཟུགས་ཀྱི་སྐྱེ་མཆེད་ཡོད་ག་རེ་རེད་ཟེར་ན། སྒྲུབ་བྱེད་འདྲ་བོ་དེ། གཟུགས་ཀྱི་སྐྱེ་མཆེད་ཀྱི་རྒྱུ་འབྱུང་བ་ཆེན་པོ་བཞི་ཡོད་ཁས་བླངས་པ་རེད། ད་ཕར་ལ་ལབ་ཀྱི་ཡོད་རོགས་ཨེ་ནི་ཁྱེད་རང་གིས་གཟུགས་ཀྱི་སྐྱེ་མཆེད་ཀྱི་རྒྱུ་འབྱུང་བ་ཆེན་པོ་བཞི་དེ་ཡོད་ཐག་ཆོད་བདེན་པར་སྒྲུབ་པ་ཡོད་ཐག་ཆོད་ཡིན་ན། ཨེ་ནི་གཟུགས་ལས་ཁ་ཁ། མངོན་སུམ་དུ་མཐོང་དགོས་རྒྱུ་ཡིན་པ་ལ། འབྱུང་བ་ཆེན་པོ་བཞི་ལས་ཐ་དད་པའི་གཟུགས་ཀྱི་སྐྱེ་མཆེད་ཡང་མཐོང་རྒྱུ་མེད། གཟུགས་ནི་ལྟ་ཞིང་མ་རྟོགས་པར་གཟུགས་ཀྱི་རྒྱུ་ཡང་མི་སྣང་ངོ་སྟེ། གཟུགས་ལས་ཁ་ཁ་ཡིན་པས་གཟུགས་ཀྱི་རྒྱུ་འབྱུང་བ་ཆེན་པོ་བཞི་ཡང་མཐོང་ཡ་མི་འདུག་ཟེར་བ་རེད་དེ། དེ་ལྟ་ཡིན་དུས་འབྱུང་བ་ཆེན་པོ་བཞི་དེ་སྒྲུབ་ཐུབ་མ་ཐུབ་པ་རེད། ད་དེ་ལ་ཁོས་ལན་སྤྲད་པ་རེད། ད་དེ། ད་འདྲ་དེ་ག་ཟེར། ད་ཡིན་དུས་ད་དེ་རབས་ཁ་སོ་རེད་དེ་ནས། ཇོ་བོ་ཆེན་པོ་བཞི་དེ་སྒྲུབ་མ་ཐུབ་ན། ཡང་ནི་གཟུགས་ཀྱི་སྐྱེ་མཆེད་སྒྲུབ་མ་ཐུབ་པ་ཆགས་སོང་རེད་ད་ལྟ་དེ། ད་ཇོ་བོ་ཆེན་པོ་བཞི་ཡོད་ན། དེ་ནས་ཡང་ན་གཟུགས་ལས་ཁ་ཁ་མཐོང་དགོས་རེད། ཡང་ན་ཇོ་བོ་ཆེན་པོ་ལས། ལྷ་སྦྱོང་ཡིན་ས་སྦྱོང་བ་ཆེན་པོ་བཞི་དེ་ཡོད་ཐག་ཆོད་ཡོད་ན། ཡང་ན། གཟུགས་ལས་ཐ་དད་པའི་སྦྱོང་བ་ཆེན་པོ་བཞི་མཐོང་དགོས་རེད། ཡང་ན་སྦྱོང་བ་བཞི་ལས་ཐ་དད་པའི་གཟུགས་མཐོང་དགོས་རྒྱུ་ཡིན་པ་ལ། གཉིས་ཀ་མཐོང་ཡ་མེད་པ་ཡིན་དུས། ཨ་ནི། སྦྱོང་བ་ཆེན་པོ་བཞི་ཡོག་མ་རེད་སྦྱོང་བ་ཆེན་པོ་བཞི་མེད་ན། ཨ་ནི་འབྲས་བུ་གཟུགས་ཀྱི་སྐྱེད་བྱེད་ཡོང་ཐུབ་པོ་མ་རེད་ཟེར་བ་རེད། ད་འདི་ལ་ཁོས་ལན་སྤྲད་པ་རེད་ད་ཡང་གཟུགས་ཀྱི་སྐྱེད་སྒྲུབ་བྱེད་ཁོས་འདི་རེད། ད་དེ། གཟུགས་དང། ཁ་ཁ་རྩ་ནས་མ་ཡིན་པའི་གཟུགས་ཀྱི་རྒྱུ་འབྱུང་བ་ཆེན་པོ་བཞི། ལ་བརྟེན་ནས་གཟུགས་ཡོད་པར་ང་ཚོས་ནི། ཚོད་དཔག་བྱེད་ཐུབ་ཀྱི་རེད་ཟེར་བཅུག་ན་ཟེར་བ་ལ་ད་ཁོས་ཡང་འདོད་པ་ཅིག་བསྟན་རྒྱུ་རེད། གཟུགས་དང་འབྱུང་བ་བཞི་པོ་དེ་ཁ་ཁ་མ་ཡིན་པར་ཁས་བླངས་པ་རེད། ཨ་ནི་ཁོས་ཟེར་གྱི་འདུག་གཟུགས་དང་ཁ་ཁ་མ་ཡིན་པའི་གཟུགས་ཀྱི་རྒྱུ་འབྱུང་བ་ཆེན་པོ་བཞི། ལ་བརྟེན་ནས། ཨ་ནི་འབྲས་བུ་གཟུགས་ཀྱི་སྐྱེད་བྱེད་ཡོད་ཟེར་ང་ཚོས་ཁས་ལེན་བྱེད་ཀྱི་ཡིན་ཟེར་བྱུང་ནའང་སྲིད་པ་རེད། ད་དེ་དུས་གཟུགས་ཀྱི་སྐྱེད་བྱེད་དང་གཟུགས་སྐྱེད་བྱེད་འབྱུང་བ་ཆེན་པོ་བཞི་དེ་གཅིག་ཡིན་པར་ཁས་བླངས་པ་རེད། ད་འདིའི་སྐབས་ལ་ཐལ་ཆེ་ད་ཁོ་གིས་ད་ད་ལྟ་འདི་རེད་བ། གཟུགས་ནི་ལྟ་ཞེས་མ་རྟོགས་པར་གཟུགས་ཀྱི་རྒྱུའང་མི་སྣང་ངོ་ཟེར་ཏེ་འདི་རེད། ད་དང་པོ་འདི་སྐད་ཆའི་འཕྲོས་འདྲ་བོ་དེ་འདི་གོ་དགོས་རེད་གར་སོ་རེད། དེ་ནས་གོ་ཧའི་གར་གོ་དགོས་རེད་ཟེར་དུས། ཁོས་བརྡབ་དུས། འདིའི་ཚིག་རྗེས་སྔས་མ་དེ་གར་སོང་གཟུགས་ཀྱི་སྐྱེ་མཆེད་བསྒྲུབ་ཐུབ་ཀྱི་མ་བཟོ་ཤེས་པར་བ་ཨ་ནི་གཟུགས་ཀྱི་སྐྱེ་མཆེད་ཡོད་རེད་གར་སོང་རྒྱུ་འབྱུང་བ་ཆེན་པོ་ཞིག་ཡོད་སྲིད་པ་རེད། དེ་ནི་ཕ་སྐྱོན་བརྗོད་བྱེད་དུས་ད་ཁྱེད་རང་ལབ་པ་ནང་བཞིན་ངོ་མ་གཟུགས་སྐྱེ་མཆེད་ཀྱི་རྒྱུ་འབྱུང་བ་ཆེན་པོ་ཞིག་དེ་ཡོད་ཐག་ཆོད་ཡིན་པ་ཡིན་ན། ཨ་ནི་ཡང་ན། གཟུགས་ལས་ཐ་དད་དུ་མཐོང་དགོས་རེད།

གཟུགས་ཀྱི་སྐྱེ་འཆི། རྒྱུ་རྒྱུ་འབྱུང་ཆེན་པོ་བཞི་སྟེ་ཁ་ཁ་མ་རེད་ཟེར་བ། ཁ་ཁ་མ་ཡིན་ཙང། ཨ་ནི། གཟུགས་ཀྱི་སྐྱེ་འཆི། གི་རྒྱུ་འབྱུང་ཆེན་པོ་བཞི་ལ་བརྟེན་ནས། ཨ་ནི། གཟུགས་ཀྱི་སྐྱེ་འཆི་ཡོད་པར། ཧ་གོ་ཐུབ་པོ་རེད་ཟེར་བ་ཡིན་ནའང་སྲིད་པ་རེད། ད་ཁོས་འདི་ལ། ཨ་ནི། གཟུགས་ཀྱི་སྐྱེ་འཆི་དང་ཁ་ཁ་མ་ཡིན་པའི་གཟུགས་ཀྱི་སྐྱེ་འཆི་གི་རྒྱུ་འབྱུང་ཆེན་པོ་བཞི་ལས། ཨ་ནི་འབྲས་བུ་གཟུགས་ཀྱི་སྐྱེ་མཆེད་ཡོད་པར་ང་ཚོས་ཁས་ལེན་བྱེད་ཀྱི་ཡིན་ཟེར་བ་ཡིན་ནའང་སྲིད་པ། དེ་འདྲ་ཡིན་ན་སྐྱོན་ཡོད་རེད་ཟེར། དེ་ལྟར་གྱུར་ན་དང། གལ་ཏེ་དེ་ལྟར་གྱུར་ན་སྟེ། དེ་ནི་ཁྱེད་རང་གིས་ཕར་ཤེས་ཚུར་ཤེས་ག་ཚོད་བྱས་ན་ཡང། གཟུགས་ཀྱི་སྐྱེ་མཆེད་དང། གཟུགས་ཀྱི་སྐྱེ་མཆེད་ཀྱི་རྒྱུ་འབྱུང་བ་ཆེན་པོ་བཞི་དེ་གཅིག་ཡིན་པར་ཁས་བླངས་ཚར་བ་རེད་ཟེར་བ། གཅིག་ཡིན་པར་ཁས་བླངས་ཚར་བ་རེད། ཁས་བླངས་ཚར་ན། གཉིས་ཀ་ཡང་ནི་མིག་གཉིས་ཀྱིས་འཛིན་པ་ཅི་ཡིས་གྱུར་མི་འགྱུར་ཏེ་སྡོམ་ནི་གཉིས་ཀ་ཡང་ནི་མིག་གཉིས་ཀྱིས་འཛིན་པ་འཛིན་པ་ཅི་ཡིས་བྱེད་མི་འགྱུར་ཏེ་དེ་འདྲའི་ཁས་བླངས་ན་ནི་གཟུགས་ཀྱི་སྐྱེ་མཆེད་དང་གཟུགས་ཀྱི་སྐྱེ་མཆེད་ཀྱི་རྒྱུ་འབྱུང་བ་ཆེན་པོ་བཞི་གཉིས་ཀ་མིག་གཅིག་གིས་ནི་འཛིན་མིག་གཅིག་གིས་མཐོང་བར་ཁས་ལེན་གོས་མཐུ་བོ་རེ་སྲིད་གོ། གཉིས་ཀ་ཡང་ནི་ད་གལ་ཏེ་དེ་ལྟར་གྱུར་ན་ནི་ཏེ། ཁྱེད་རང་གིས། གཟུགས་དང་གཟུགས་ཀྱི་སྐྱེ་མཆེད་རྒྱུ་འབྱུང་བ་ཆེན་པོ་བཞི་དེ་ཁ་ཁ་མ་ཡིན་པར་ཁས་བླངས་ན། གཉིས་ཀ་ཡང་ན་མིག་གཉིས་ཀྱི་འཛིན་པ་ཅིའི་ཕྱིར་མེད་རྒྱུ་སྟེ། ཨ་ནི། གཟུགས་ཀྱི་སྐྱེ་མཆེད་དང་གཟུགས་ཀྱི་སྐྱེ་མཆེད་རྒྱུ་འབྱུང་བ་ཆེན་པོ་བཞི། བཞི་ཀ་བཞི་གཉིས་ཀ་དེ་ནི་མིག་གཅིག་གིས་ཨ་ནི་མཐོང་བར་ཁས་ལེན་དགོས་ཐུག་གོ་རེད། ཁས་ལེན་དགོས་ཐུག་གོ་རེད། ཡིན་ན་ཡང་དེ་འདྲ་ནི་ཡོང་མི་སྲིད་པ་རེད། ཡོང་མི་སྲིད་པ་རེད་ག་རེད་ཟེར་ན། གཟུགས་ཀྱི་སྐྱེ་མཆེད་དང་འབྱུང་བ་བཞི་པོ་དེ་དབང་པོ་ཁ་ཁ་ཁ་ཁའི་ཡུལ་རེད། གཟུགས་ཀྱི་སྐྱེ་མཆེད་ནི་མིག་གི་ཡུལ་རེད། འབྱུང་བ་བཞི་པོ་ནི་ལུས་ཀྱི་སྐྱེ་མཆེད་ཀྱི་ཡུལ་རེད། འདོད་ལན་སྤྲད་ཐུབ་ཀྱི་མ་རེད། དབང་པོ་ཁ་ཁ་ཁ་ཁའི་ཡུལ་རེད། ལྷག་པར་དུ། གཟུགས་ཀྱི་སྐྱེ་མཆེད་དང་འབྱུང་བ་ཆེན་པོ་བཞི་པོ་དེ་མཚན་ཉིད་ཁ་ཁ་ཁ་ཁ་ཡིན་དུས་གཅིག་ཡིན་པར་ཡོང་ཐུབ་ཀྱི་མ་རེད།

མིག། གཟུགས་དང། གཟུགས་ཀྱི་སྐད་ཅིག་རྒྱུ་འབྱུང་བ་ཆེན་པོ་ཞིག་གཅིག་ཡིན་ཟེར་བ་དེ་ཡོང་ཐུབ་ཐབས་ཡོད་མ་རེད་ཟེར་བས། ད་ཡང་བསྐྱར་གལ་ཏེ། གལ་ཏེ་དེ་ལྟར་གྱུར་ན་ནི། གཉིས་ཀ་ཡིན་ནི་ད་གལ་ཏེ་དེ་ལྟར་ཁོས་ཟེར་གྱི་འདུག་ཨ། གཟུགས་དང། གཟུགས་ཀྱི་སྐད་ཅིག་དང་ཁ་ཁ་མ་ཡིན་པའི། གཟུགས་ཀྱི་སྐྱེ་རྒྱུའི་རྒྱུན་དབང་ཆེན་པོ་བཞིའི་རྟགས་སུ་བཀོད་པའི་སྒོ་ནས། འབྲས་བུ་གཟུགས་ཀྱི་སྐྱེ་མཆེད་ཡོད་པར་ང་ཚོས་ཁས་ལེན་བྱེད་ཀྱི་ཡིན་ཟེར་ནའང་སྲིད། དེ་ནི་གལ་ཏེ་དེ་ལྟར་གྱུར་ན་ནི་སྟེ། ཁྱེད་རང་གིས་ཕར་ཤེས་ཚུར་ཤེས་ག་ཚོད་བྱས་ན་ཡང། གཟུགས་ཀྱི་སྐྱེ་མཆེད་དང་གཟུགས་ཀྱི་སྐྱེ་མཆེད་རྒྱུ་རྒྱུན་དབང་ཆེན་པོ་བཞི་དེ་གཅིག་ཡིན་པར་ཁས་བླངས་སོང་ཟེར། གཅིག་ཡིན་པར་ཁས་བླངས་ན་གཉིས་ཀ་ཡང་ན་མི་གཉིས་ཀྱི་འཛིན་པ་ཅིས་བྱེད་མི་འགྱུར་ཏེ། དེ་འདྲའི་གཅིག་ཡིན་པར་ཁས་བླངས་ན། ད་ནི་མིག་གིས་ཡུལ་གཟུགས་ཀྱི་སྐད་ཅི་ཡང་མཐོང། རྒྱུ་འབྱུང་བ་ཆེན་པོ་བཞི་ཡང་མཐོང་བར་ཁས་ལེན་ཁོས་ཐུག་གོ་རེད་ཡིན་སྲིད་གོ་རེད། དེ་འདྲའི་ཁས་ལེན་ཐུག་ཐབས་ཡོག་མ་རེད་ག་རེད་ཟེར་ན། ད་ནི་འབྱུང་བ་བཞི་པོ་དང། གཟུགས་ཀྱི་སྐྱེ་མཆེད་དེ་དབང་པོ་ཁ་ཁ་ཁ་ཁ་ཡུལ་རེད། གཟུགས་ཀྱི་སྐྱེ་མཆེད་དང་འབྱུང་བ་བཞི་པོ་དེ་མཚན་ཉིད་ཡང་ཁ་ཁ་ཁ་ཁ་རེད་ཡིན་སྲིད་གོ་རེད། དཔེར་ན། འབྱུང་བ་བཞི་པོའི་མཚན་ཉིད་ཁ་ཁ་ག་འདྲ་ཡོད་རེད་ཡིན་སྲིད་དུས། ད་ནི། རླུང་ཟེར་མཁན་དེ་ནི་ཚང་མ་གཏོར་བཤད་མཁན་ཡིན། ཆུ་ཟེར་མཁན་དེ་ནི་རློན་པ་བཟོ་མཁན་ཡིན། མེ་ཟེར་མཁན་དེ་ནི་སྲེག་ཡོང་མཁན་ཡིན། ས་ཞེས་བསྟན་ཞེས་ས་ནི་བསྟན་ཞེས་བྱ་བར་མཐོང། ས་ཟེར་ན། ཨེ་ནི་འཐོར་མ་བཅུག་པར། རུབ་རུབ་ཅན་ནི་ཁྲག་པོ་ཅན་བརྟན་པོ་ཅན་ནི། ཡོད་པ་དེ་ལ་ཟེར་གྱི་ཡོད་རེད། དེ་འདྲའི། དེའང་དེ་ལྟ་བུའི་ས་དེའང་ལུས་ཀྱིས་འཛིན་པར་འགྱུར་ཟེར་ན། ལུས་ཀྱིས། དེ་ནས་ཡུལ་རེ་ཡིན་སྲིད་པ་རེད་དེ་ཡིན་དུས་ཡིན་པ་དེ་ན་རེག་པ་འབའ་ཞིག་སམ་ལུས་ཀྱི་ཡུལ་རེག་བྱ་འབའ་ཞིག་ལ། ལུས་ཀྱི་ཡུལ། དེ་ནས། ལུས་ཀྱི་ཡུལ། ཡིན་མཁན། ས་ཞིང་ཐེག་པ་ཡིན་མཁན། ད། དེ་ན་རེག་པ་འབའ་ཞིག་ནི་ཡིན་ཟེར་ད་དེ་ན་རག་པའི་འབའ་ཞིག་ནི་དེ་ན་ལུས་ཀྱི་ཡུལ་ཡིན་མཁན། ས་ཞིང། ས་ཞིང། དྲག་པོ་ཡིན་མཁན། མ་ཐོར་བ་བྱེད་མཁན་དེ་ལ་ས་ཞེས་ཟེར་གྱི་ཡོད་རེད། བྱས་ཙང། དེ་ནི། གཟུགས་ཀྱི་སྐྱེ་མཆེད་དང་འབྱུང་བ་བཞི་པོ་དེ། དབང་པོ་ཁ་ཁ་གའི་ཡུལ་ཡིན་པ། མཚན་ཉིད་ཁ་ཁ་ཡིན་དུས་མིག་གི་དབང་པོས་འཛིན་ཐུབ་ཀྱི་མ་རེད། དེ་ནས། ཡང་ད་ལྟའི་བར་དུ། དེ་ནས་རང་སྡེ་བཀག་པ་རོ་རང་སྡེ་བཀག་པ་རེད།

བུམ་པ། དེ་ནས། རྟ་ཆ་ཡུལ་ཆགས་འགྲོ་གི་རེད། ཆགས་འགྲོ་དུས་ཨ་ནི་བུམ་པ་དེ་མངོན་སུམ་ཆགས་འགྲོ་གི་རེད་ཟེར་ནའང་སྲིད་གི་རེད། ད་ཡང་བྱེ་བྲག་པའི་ལྟ་བུར། བྱེ་བྲག་པས་སྲིད་དུས། བུམ་པ་དེ་དང་པོ་ནི། རྟ་ཆ་ཡུལ་མ་རེད་ཟེར་གི་རེད། ཡིན་ན་ཡང། རྟ་ཆ་ཉིད་ཟེར་བའི་སྤྱི། རྫས་ཐ་དད་པ་དང་བུམ་པ་གཉིས་པར་ལ་འབྲེལ་བ་ཡོང་དུས། བུམ་པ་དེ་ལྟ་བྱ་ཡུལ་ཆགས་འགྲོ་གི་རེད། ལྟ་བྱེད་ཡུལ་ཆགས་སོང་ན་དེ་ནས་གཞི་ནས་བུམ་པ་མངོན་སུམ་ཆགས་འགྲོ་གི་རེད་ཟེར་བ་རེད། ལྟ་བྱེད་ཉིད་དཔེར་ན་བ་ལང་ཉིད་ཟེར་བ་ལྟར་ང་ཚོ་ཚད་མའི་ནང་ན་བ་ལང་ཉིད་ཟེར་བ་ལྟ་བུའི། སྤྱི། བྱེ་བྲག་པའི་སྤྱི་ཞིག་ཁས་ལེན་པར་བ་ཡོད་པ་ཉིད་ཟེར་བ་ལྟ་བུའི་སྤྱི་ཆེན་པོ། བ་ལང་ཉིད་ཟེར་བའི་སྤྱི་ཆུང་ཆུང་ཟེར་བ་དེ་ནང་བཞིན་ལྟ་བྱ་ཉིད་ཟེར་ན་ལྟ་བྱ་ཡུལ་ཉིད་ཟེར་བའི་ད་ལྟ་ཆ་སར་ཡུལ་ར་ཡུལ་ཉིད་ཟེར་བའི་སྤྱི་རྫས་ཁ་ཁ་ཅིག་དང་ཟེར་བར་ཐག་བུམ་པ་སྟེ། དང་པོ་ནི་ད་ཆ་ཡུལ་མ་རེད་ཟེར་བ་ཡིན་ན་ཡང། དེ་ནས་ད་ཆ་ཉིད་ཟེར་ན་ད་ཆ་ཉིད་ཟེར་ན་ཡུལ་ཉིད་ཟེར་བ་དང། ད་ཆ་ཉིད་ཡུལ་ཉིད་ཟེར་བ་ལྟ་བུའི་སྤྱི་རྫས་ཐ་དད་པ་གཅིག་དང་བུམ་པ་གཉིས་པར་ལ་འབྲེལ་བ་ཆགས་འགྲོ་དུས་ཨ་ནི་བུམ་པ་ད་ད་ཆ་ཡུལ་ཆགས་འགྲོ་བ་རེད། དེ་ནས་བུམ་པ་བཏགས་ཆ་ཡུལ་ཆགས་སོང་ན་གཞི་ན་བུམ་པ་མངོན་སུམ་ཆགས་འགྲོ་གི་རེད་ཟེར་བཅུག་ནའང་སྲིད་པ་རེད། ཨན་དེ་ལ་ང་རང་ཚོ་སྐད་ཅིག་ཁྲིད་བ་རེད་ད་དེ་ཡོང་ཁག་པོ་རེད་ཟེར་བ་རེད། དེ་ག་རེད་ཟེར་ན། དེ་ནས། ཡོང་ཁག་པོ་ཡིན་པའི་རྒྱུ་མཚན་བཏགས་ཆར་བསྐྱེད་པའི་བུམ་པ་ནི་འདི་ལ་ཡོན་ཏན་འགའ་མི་འགྱུར་དེས་ན་བཏགས་ཆ་ཉིད་ཀྱི་ལྟར་ཡོད་པའི་ངོ་བོ་ཡོད་མ་ཡིན་ཚེ་སྐྱོན་བྱེད་པ་རེད་ད་དེ་ཡོང་ཁག་པོ་མ་རེད་ཟེར། ཨ་ནི་བུམ་པ་དེ་ཁོ་རང་གི་རྒྱུད་ལས།

ལྟ་བྱ་ཡུལ་ཉིད་དུ་སྐྱེས་པ་ཡིན་ཞེས་ཟེར་བྱུང་ནའང་ཟེར་བར། དེ་ནས། ཅི། ལྟ་བྱ་ཉིད་ཟེར་བ་ཅི་ལ་དགོས་ཡ་གལ་མི་འདུག་ཟེར་བར། དེ་ནས། ལྟ་བྱ་རུ་སྐྱེས་པའི་བུམ་པ་ནི། འདི་ལ་ཡོན་ཏན་དགར་མི་འགྱུར་ཟེར། ད། དེ་ནས། ད་འདིར་ལྟ་བྱ་རུ་སྐྱེས་པའི་བུམ་པ་ནི། འདི་ལ་ཡོན་ཏན་དགར་མི་འགྱུར་ཏེ། འདོམས་ནས། ད། བུམ་པ་ཟེར་མཁན་དེ། ཁོ་རང་གི་རྒྱུད་ལས། རྟ་བྱ་ཡུལ་ཡིན་པར་སྐྱེ་ཚར་བ་ཡིན་དུས། བུམ་པ་རྟ་བྱ་ཡུལ་ཡིན་པར་བཟོ་བ་ལ། སྤྱི་རྟ་བྱ་ཉིད་ཟེར་བ་ལྟ་བུ་དགོས་ཡ་གལ་ཡོད་མ་རེད་ཟེར་བ་རེད། ཅེས་དང། ད་རྟ་བྱར་སྐྱེས་པའི་བུམ་པ་ནི་འདི་ལ་ཡོན་ཏན་འགའ་མི་འགྱུར་ཏེ། བསྡོམས་ནས་ཏེ། ད་བུམ་པ་ཟེར་མཁན་དེ། དེ་ནས་ཁོ་རང་གི་རྒྱུད་ལས་རྟ་ལྕག་ཡུལ་ཡིན་པར་སྐྱེ་ཚར་བ་ཡིན་དུས། བུམ་པ་དེ་རྟ་ལྕག་ཡུལ་ཉིད་ཡིན་པར་བཟོ་བ་ལ་ཕན་ཐོགས་བྱེད་མཁན་གྱིས་རྟ་ལྕག་ཉིད་ཟེར་བ་ལྟ་བུ་དགོས་ཡ་གལ་མི་འདུག་སྲིད་པ་རེད། དེས་ན་དེ་ན་རྟ་ལྕག་ཉིད་ཀྱི་ལྟར་ཏེ་གོང་དུ་བཤད་པའི་རྒྱུ་མཚན་དེས་ན་ནི་བུམ་པ་དེ་རྟ་ལྕག་ཉིད་ཟེར་བ་ལྟ་བུ་སྤྱིའི་དོན་བཞིན་དང། འབྲེལ་བ་ཡང་མེད་པར་ཆགས། ཡོད་པའི་ངོ་བོ་ཡང་མིན་ཟེར་ན་བུམ་པ་ཁོ་རང་བདེན་པར་གྲུབ་པའི་ཚུལ་དུ་ད། དེས་ན་ལྟ་བྱ་ཉིད་ཀྱི་ལྟར་ཏེ་གོང་དུ་བཤད་པའི་རྒྱུ་མཚན་དེས་ན། བུམ་པ་དེས་ལྟ་བྱ་ཉིད་ཟེར་བ་ལྟ་བུའི་སྤྱི་དང་འབྲེལ་བ་མ་གྲུབ། འབྲེལ་བ་མ་གྲུབ་པ་ལྟར་དུ་ཡོད་པའི་ངོ་བའང་མིན་ཟེར་ན་བུམ་པ་དེ་བདེན་པར་སྒྲུབ་པའི་ཚུལ་དུ་ཡོད་པའི་ངོ་བོ་ཡང་ཡིན་པ་ཆགས་ཀྱི་ཡོད་མ་རེད། མ་ཆགས་པ་ཡིན་དུས་ཨེ་ནི་བུམ་པ་མངོན་སུམ་ཡིན་པར་སྒྲུབ་ཐུབ་ཀྱི་མ་རེད་ཟེར་བ་རེད། ད་དེ་དང་པོ་ཡ་དང་པོ་འདི་ལ་ཁོ་གི་འདི་ལ་གུ་དུ་བ་ཨེ་ནི་བྱེ་བྲག་པའི་འདོད་པ་རེད་ཁོས་བྱེ་བྲག་པའི་སུ་བུམ་པ་ཟེར་མཁན་དེ་དང་པོ་ནས་ལྟ་བྱ་ཡུལ་མ་རེད་ཟེར་བ་རེད། ཡིན་ན་ཡང། ལྟ་བྱ་ཉིད། ཡུལ་ཉིད་ཟེར་བ་ལྟ་བུའི། གཅིག། རྫས་གཞན་གཅིག་དང་འབྲེལ་བ་ཆགས་འགྲོ་དུས། བུམ་པ་དེ་ལྟ་བྱ་ཡུལ་ཆགས་འགྲོ་བ་རེད། བུམ་པ་དེ་ལྟ་བྱ་ཡུལ་ཆགས་སོང་ན་གཞི་ནས་བུམ་པ་མངོན་སུམ་ཆགས་འགྲོ་བ་རེད་ཟེར་བཅུག་ནའང་ཟེར་བར། ད་དེ་ཁག་པོ་རེད་བྱ་ཟེར་བར་དེ་འདྲ་ཡིན་ན་ང་ཚོས་དྲི་བ་གཏང་གི་ཡིན། ཨ་ནི་བུམ་པ་དེ་ཁོ་རང་གི་རྒྱུ་ལས་ལྟ་བྱ་ཡུལ་ཡིན་པར་སྐྱེས་ཚར་བ་རེད་དམ་མ་སྐྱེས་པ་རེད་དྲི་བར། ཨ་ནི་དྲི་བ་དང་པོ་ལྟར་ཡིན་ལབ་བཅུག་ན། ལྟ་བྱར་སྐྱེས་པའི་བུམ་པ་ནི་འདི་ལ་ཡོན་ཏན་འགའ་མེད་རྒྱུར་བལྟས། ད་ནི་བུམ་པ་དེ་ཁོ་རང་གི་རྒྱུད་ལས་ལྟ་བྱ་ཡུལ་ཡིན་པར་སྐྱེ་ཚར་བ་ཡིན་དུས་ཡང་བསྐྱུར་བུམ་པ་དེ་ལྟ་བྱ་ཡུལ་ཡིན་པར་བཟོ་བ་ལ་ཕན་འདོགས་པའི་སྤྱི་དོན་བཞིན། སྤྱི་རྫས་བཞིན་ལྟ་བྱ་ཉིད་ཟེར་བ་ལྟ་བུ་དགོས་ཡ་གལ་ཡོད་མ་རེད་ཟེར་བ་ཡིན། དེས་ན་ལྟ་བྱ་ཉིད་ལྟར་ཏེ་གོང་དུ་བརྒྱ་བྱིན་ཤེས་པའི་གོང་དུ་རྒྱུ་མཚན་བཤད་ཟིན་པ་དེ་ལ་བརྟེན་ནས། བུམ་པ་དེ། ཁོ་རང་ལས་ཁ་ཁ་ཡིན་པས་ཅི། དོན་བཞིན་ཅི་མཛད་བཞིན་ལྟ་ཅ་ཉིད་ཟེར་བ་ལྟ་བུ་དང་འབྲེལ་བ་མ་གྲུབ། ད་ག་ན་གཞན་ཡོད་པའི་ངོ་བོའང་མིན་ཟེར་ན་བུམ་པ་དེ། དེ་ནས་བདེན་པར་གྲུབ་པའི་ངོ་བོ་ཡང་ཡོད་མ་བཏུབ་པ་རེད་མ་བཏུབ་པ་ཡིན་དུས་ཨ་ནི་བུམ་པ་མངོན་སུམ་མ་ཡིན་པར་སྒྲུབ་ཐུབ་ཀྱི་མ་རེད་ཟེར་གྱི་རེད། ད་དེ་ཡང་དེ་ནས། ཡང་ཁོ་གིས་ད་ནི་ཡང་དེ་ཁོས་ཅི་ཤེས་པར་ད་ཡང་ཁོས་ཅི་ཤེས་པར་བ་ད་འདི་དེ། ཡང་འདོད་པ་ཅི་བླངས་པར་ཡང། མིག་ད་ད་འདི་གོང་དུ། ད་ཡང་ཁོ་གིས་འདོད་པ་ཅི་བླངས་པར་ཁོས་སྲིད་དུ། མིག་ལ་སོགས་པ་ངོ་མ་མིག་གིས་མིག་ལ་མིག་དང་རྣ་བ་དང་སྣ་ལ་སོགས་པ་ངོ་མ་ཡོད་རེད་བདེན་པར་སྒྲུབ་པ་ཡོད་རེད་སྲིད་བར། ཁོས་ཟེར་བ། མིག་དང་རྣ་བ་ལ་སོགས་པ་ངོ་མ་བདེན་པར་སྒྲུབ་པའི་ཚུལ་དུ་ཡོད་རེད། རྒྱུ་མཚན་ག་རེད་ཟེར་ན། མིག་དེའི་འབྲས་བུ་མིག་གི་རྣམ་ཤེས། རྣ་བ་དེའི་འབྲས་བུ་རྣ་བའི་རྣམ་ཤེས། སྣ་དེའི་འབྲས་བུ་སྣའི་རྣམ་ཤེས་དེ་འདྲ་ཡོད་རེད་བ་ཟེར་བར་ཡང་ཁོས་དེ་ལ། དེ་ནས་ཡང་ཁོག་གི་དོག་པ་ཅན་མིག་དང་རྣ་བ་ལ་སོགས་པ་ངོ་མ་བདེན་པར་སྒྲུབ་པའི་ཚུལ་དུ་ཡོད་རེད། ག་རེ་ཟེར་ན་མིག་དེའི་འབྲས་བུ་མིག་གི་རྣམ་ཤེས་ཡོད་རེད། རྣ་བ་དེའི་འབྲས་བུ་རྣ་བའི་རྣམ་ཤེས་ཡོད་རེད། སྣ་དེའི་འབྲས་བུ་སྣའི་རྣམ་ཤེས་ཡོད་རེད་ཟེར་རྒྱུ་ན་ཟེར་བ་ད་འདི་ལ་ལན་སྤྲད་པར་འདི་ཁག་པོ་རེད་ཟེར་དགོས་རེད། མིག་ནི་འབྱུང་འགྱུར་མིག་ནི།

དང་པོ་ང་ཚོ་ཡེ་ནས་གསར་བརྗེ་མགོ་ཁྲུག་ལྟ་དཔྱད་འགག་པ་མཉེན་ལྕེ་འགག་པ་གཉིས་ཀྱི་དང་པོ་ལ་ཡུལ་འགག་པ་དང་ཡུལ་ཅན་འགག་པ་གཉིས་ཡིན་སྲིད་པ་རེད་ད་བར་དུ་ཡུལ་བཀག་པ་རེད་ད་ཡུལ་ཅན་བཀག་གི་ཡོད་རེད་ཡུལ་ཅན་བཀག་པ་རེད་ཟེར་བ་གཉིས་པ་ཡུལ་ཅན་འགག་པ་ནི་ཡང་ཁོས་ལབ་གི་ཡོད་རེད་དེ་ནི་ལབ་དགོས་དངོས་པོ་མེད་ལབ་གི་ཡོད་རེད་ད། གཟུགས། ཡུལ། གཟུགས། ད་ག་ས་ཡུལ། བུམ་པ་མངོན་གསུམ་ཡིན་པ་ཡོད་རེད་ཟེར་བའི་ཐ་ཁོས་ཡུལ་བུམ་པ་མངོན་གསུམ་ཡིན་པ་ཡོད་རེད། རྒྱུ་མཚན་ག་རེད་ཟེར་ན་བུམ་པ་དེ་མཐོང་མཁན་མིག་ལ་སོགས་པ་ཡོད་རེད་ཟེར་རྒྱུ་ང་ཟེར་བ་རེད་ད་འདི་རེད། དེ་ལྟར་ཡུལ་ཅན་བཀག་ཡོད་རེད་བ་ད་འདི་ཁོས་གས་ཟེར་བའི་ཡུལ་བུམ་པ་ལྟ་བུ། བུམ་པ་ལྟ་བུ་མངོན་སུམ་ཡིན་པ་དེ་འདྲ་ཡོད་རེད། ག་རེད་ཟེར་ན། བུམ་པ་མཐོང་མཁན་གྱི་མིག་གི་དབང་པོ་ལ་སོགས་པ་ཡོད་པའི་ཕྱིར་ཟེར་བྱུང་ནའང་སྲིད་པ་ད་དོན་དག་འདི་རེད། ད་ཁོ་འདིའི་ག་ལ། བུམ་པ། མངོན་སུམ་ཡིན་པའི་སྒྲུབ་བྱེད་ལ། བུམ་པ་མཐོང་མཁན་གྱི་མིག། མིག། མིག་གི་དབང་པོ། རྒྱུ་མཚན་ལ་བཀོད་པ་རེད་ད་ཁོས་སྲིད་དོན། བུམ་པ་མངོན་སུམ་དུ་ཡོད་རེད་ག་རེད་ཟེར་ན། བུམ་པ་མཐོང་མཁན་མིག་གི་དབང་པོ་ཡོད་རེད་སྲིད་པ་རེད། ད་འདི་ལ་ཡང་ནི་སྐྱོན་བརྗོད་བྱེད་པ་རེད་ད་འདི་ཁག་པོ་རེད་ཟེར་བ་རེད། མིག་ནི་འབྱུང་འགྱུར་སྣ་དེ་བཞིན་མིག་གིས་མཐོང་མཁན་གཞན་གྱིས་མིན། དེས་ན་ངེས་པར་ལས་རྣམ་སྨིན་ཐུབ་པས། ཐུབ་པས་བསམ་མེད་ཁྱབ་པར་གསུངས་ཞེས་པ་སྟེ་ཟེར་བ་རེད། དེ་ལྟ་སེ་བཏང་དོན་བཤད་དུས་གོ་ན། མིག་གིས་མཐོང་མཁན་གཞན་གྱིས་མིན་ཟེར་དང་པོར་བཤད། དེ་ནི་མིག་ནི་འབྱུང་གྱུར་སྣ་དེ་བཞིན་གཉིས་པ་ལས་ཤེས། དེ་ནི་བཞི་ནི། དེས་ན་རྣམ་པར་ངེས་པར་ལས་རྣམ་མིན་ཐུབ་པས་བསམ་མི་ཁྱད་པར་སོང་ངོ་སོ་འགྲོ་ཡ་རེད། ད་དེ་ནི་ཕར་ལབ་དུས། དེ་ནི། ད་དེ་ཕར་ཕར་ལབ་འགྲོ་དུས་སྐབས་ལ། དེ་ནི་དེ་རེད་བ་ག་སོ་རེད། ད་ཁྱེད་རང་གིས་མིག་བདེན་གྲུབ་ཡིན་པར་ཁས་བླངས་སོང་ངོ། བདེན་པར་གྲུབ་པའི་བདེན་པར་གྲུབ་པའི་མིག་ཅིག་ཡོད་པར་ཁས་བླངས་སོང་ངོ་སོ་ཁྱེད་རང་གིས། དེ་ཁས་བླངས་ན་དེ་ནི། སྐྱོན་ཆེན་པོ་ཡོད་རེད། ག་རེ་ས་དེ་འདྲ་ཡིན་ན་དེ་ནི། ག་སོ་རེད། མིག་གིས་མཐོང་གི་གཞན་གྱིས་མིན་ཏེ། སྡོམ་ནི། ཨ་ནི་མིག་གིས་གཟུགས། བདེན་པར་གྲུབ་པའི་ཚུལ་དུ་མཐོང། གཞན་རྣ་བ་ལ་སོགས་པའི། གཟུགས། བདེན་པར་གྲུབ་པའི་ཚུལ་དུ་མི་མཐོང་བའི། རྒྱུ་མཚན། ཤེས་ཁག་པོ་ཆགས་ས་རེད་ཟེར་བ་རེད། ད་སྟེར་བ། མིག་གིས་མཐོང་གི་གཞན་གྱིས་མིན་ཟེར་ཁྱེད་རང་གིས་མིག་བདེན་པར་སྒྲུབ་པར་ཁས་བླངས་ཚར་དུས། མིག་བདེན་པར་སྒྲུབ་པ། དེ་ནི་མིག་བདེན་པར་སྒྲུབ་པ། མིག་བདེན་པར་སྒྲུབ་པ། དེ་ནི། འབྱུང་འགྱུར་གྱི་གཟུགས་ཡིན་པར་ཁས་བླངས་ཚར་དུས། མིག་གིས་གཟུགས་མཐོང། གཞན་རྣ་བ་ལ་སོགས་པ་རྣམས་ཀྱིས་གཟུགས་མི་མཐོང་ཟེར་ན་ཤེས་ཁག་པོ་རེད་ཟེར་བ་ད་སྟེར་བ། མིག་གིས་མཐོང་གི་གཞན་གྱིས་མིན་ཏེ། མིག་བདེན་པར་སྒྲུབ་པ་དེ་གིས་གཟུགས་མཐོང། གཞན། རྣ་བ་བདེན་པར་སྒྲུབ་པ་ལ་སོགས་པ་རྣམས་ཀྱིས་གཟུགས་མི་མཐོང་ཟེར་སྐད་ཅེས་ཏེ་བཤད་ཁག་པོ་ཆགས་ས་རེད་ཟེར་བ་རེད། ག་རེད་ཟེར་ན། མིག་ནི་འབྱུང་འགྱུར་སྣ་དེ་བཞིན་ཏེ། མིག་དེ། འབྱུང་འགྱུར་གྱི་གཟུགས་རེད། ད་ག་ན་བཞིན། རྣ་བ་དེའང་འབྱུང་འགྱུར་གྱི་གཟུགས་རེད། ཨ་ནི་ཁོ་གཉིས་མཐོང་ན་མཐོང་མཉམ། མ་མཐོང་ན་མི་མཐོང་མཉམ་ཡིན་པ་ཡིན་དུས། གཅིག་མཐོང་གཅིག་མ་མཐོང་ཟེར་སྐད་ཆོད་དེ་བཤད་ཐུབ་ཡ་ཡོད་མ་རེད་ཡིན་སྲིད་བོ་རེད་ད་ཡིན་དུས་ཨ་ནི། མིག་བསལ་དེ་སྒྲུབ་མི་འདུག་སྲིད་བོ་རེད། བྱས་ཙང་དེ་རུ་ཁོ་གེ་སའི་ཁོས་དེ་རུ་བ། བུམ་པ་མངོན་སུམ་དུ་ཡོད་རེད་བུམ་པ་མངོན་སུམ་བུམ་པ་ཟེར་མཁན་དེ་མངོན་སུམ་རེད་ག་རེད་ཟེར་ན་བུམ་པ་མཐོང་མཁན་གྱི་མིག་གི་དབང་པོ་ཡོད་རེད་ཟེར་ལབ་རེད། ད་ཕར་ལན་སྤྲོད་དུས་གོ་ན་མིག་གིས་མཐོང་གི་གཞན་གྱིས་མིན་ཏེ། དེ་ཁྱེད་རང་གིས། མིག་བདེན་པར་སྒྲུབ་པ་ཅིག་ཁས་བླངས་ཚར་ན། མིག་བདེན་པར་སྒྲུབ་པ་ཁས་བླངས་རྣ་བ་བདེན་པར་སྒྲུབ་པ་ཁས་བླངས་ཚར་དུས། མིག་གིས་གཟུགས་མཐོང། གཞན་རྣ་བ་ཀྱིས་གཟུགས་མི་མཐོང་ཟེར་བའི་སྐད་ཅིག་དེ་ཤེས་དཀའ་ལས་ཁག་པོ་རེད། རྒྱུ་མཚན་ག་རེ་ཟེར་ན། མིག་ནི་འབྱུང་འགྱུར་ཏེ། མིག་དེ་འབྱུང་འགྱུར་གྱི་གཟུགས་བདེན་པར་སྒྲུབ་པ་ཡིན་པ་དང། རྣ་བ་དེའང་འབྱུང་འགྱུར་གྱི་གཟུགས་བདེན་པར་སྒྲུབ་པ་ཡིན་དུས། ད། མིག་གིས། བུམ་པ་མཐོང་གི་ཡོད་ན་རྣ་བ་གིས་ཡང་བུམ་པ་མཐོང་དགོས་ཀྱི་རེད། དེ་ནས་རྣ་བ་གིས་བུམ་པ་མཐོང་གི་མེད་ན་མིག་གིས་ཡང་བུམ་པ་མཐོང་མ་ཐུབ་པ་རྒྱུ་མཚན་འདྲ་འདྲ་རེད་ཟེར་གྱི་རེད། ད་དེ་བཤད་དུས་ཁོ་ར་ཚུར་ལ་ཁོས་ལན་སྤྲད་པ། ད་འོ་ན་ཁྱེད་རང་མིག་ཁས་ལེན་གི་མི་འདུག་ཟེར་བ་རེད། ད་ཁྱེད་རང་གིས་མིག་ཁས་ལེན་གི་མི་ཁོ་ཚུར་ལ་ལབ་པ་ཁྱེད་རང་གིས་མིག་ཁས་ལེན་གི་མི་འདུག་མིག་ཁས་མ་བླངས་ན་སངས་རྒྱས་བཅོམ་ལྡན་འདས་ཀྱིས། དམིགས་བསལ་ངན་དེ་ལས་ཀྱི་འབྲས་བུ་རེད་གསུངས་འདུག་དེ་དང་འགལ་སྲིད་པ་རེད། ཨ་ནེ་གལ་སྲིད་ཁྱེད་རང་དམིགས་ཁས་ལེན་པ་ཡིན་ན་ང་ཚོ་ལ་འགྱོད་པའི་སྐྱོན་དེ་ཁྱེད་རང་ལ་ཡོད་རེད་ཟེར་རྒྱུ་ནའང་སོང་འདི་པར་ལ་ཚིག་ཁ་ཤས་ཡོད་རེད་ཚིག་ཁ་ཤས་ག་རེ་ཟེར་ན། ད་ད་འདི་ད་འདི་སྐད་ཆ་དེ་མཐའ་འགྱུར་བཏང་སྟངས་ལ་བྱས་ན་ཁྱེད་རང་དམིགས་ཁས་ལེན་གི་མི་འདུག་ཟེར་བ་རེད། དམིགས་ཁས་མ་བླངས་ན་སངས་རྒྱས་བཅོམ་ལྡན་འདས་དམིགས་བསལ་ངན་དེ་ལས་ཀྱི་འབྲས་བུ་རེད་གསུངས་པ་དང་འགལ་གི་འདུག་ཟེར་བ་རེད། དེ་ནས་གལ་སྲིད་མི་ཁས་བླངས་པ་ཡིན་ན་ང་ཚོ་ལ་འཇོན་པའི་སྐྱོན་དེ་ཁྱེད་རང་ལ་ཡོད་རེད་ཟེར་བྱུང་ནའང་སྲིད་པ་རེད། དེ་ནས་ཕར་ལན་ག་རེད། ལན་ག་རེད་ལན་ག་རེ་སྤྲད་པ་རེད་ཟེར་དུས། དེ་ནས། ང་ཚོས་མིག་ཁས་ལེན་གྱི་རེད་ཟེར་མིག་ལས་ཀྱི་འབྲས་བུ་ཡིན་པར་ཁས་ལེན་གྱི་རེད་ཟེར་བ་རེད། མིག་ལས་ཀྱི་འབྲས་བུ་ཡིན་པར་ཁས་ལེན་གྱི་ཡིན་དུས། སངས་རྒྱས་ཀྱི་བཀའ་དང་འགལ་བའི་སྐྱོན་ཡོད་མ་རེད་ཟེར་བ་རེད། ཡིན་ན་ཡང་སྐྱོན་གཉིས་པ་ང་ཚོར་ཡོད་མ་རེད། ག་རེ་ཟེར་ན། གཞན་དངོས་པོ་སྨོན་པའི་དམིགས་བདེན་སྒྲུབ་ཁས་བླངས་པ་དེ་ང་ཚོས་བཀག་གི་ཡོད་བར་མ་དོ། སྤྱི་བཏང་ནི་ཐ་སྙད་དུ་མིག་གིས་གཟུགས་འཛིན། སྒྲ་མི་འཛིན་ཟེར་བའི་སྐད་ཆ་དེ་ང་ཚོས་བཀག་གི་ཡོད་བ་མ་རེད། འདི་འཇིག་རྟེན་པ་རྣམས་ཀྱིས་ནམ་རྒྱུན་ནས་ཤེས་བསྡད་དེ་རེད་ཟེར་བ་རེད། འོ་ན་དེ་ནས། ན་མིག་གིས་གཟུགས་མཐོང། མིག་གིས་སྒྲ་མ་མཐོང་བ་དེ་ག་རེ་བྱས་པ་རེད་ཟེར་ན། ཨ་ནི། ལེགས་ཀྱིས། ཁོ་རྒྱུ་ལེགས་ཀྱིས་ཡང་ནི། མཐོང་ཐུབ་མ་ཐུབ་བཟོད་ཤ་བ་རེད། ད་དེ་འདྲའི་ལེགས་ཀྱི་རྣམ་སྨིན། དེ་འདྲའི་ལེགས་ཀྱི་འབྲས་བུ་དེ་ནི། ང་ཚོས་སོ་སོས་ཀྱིས་བསམ་བློ་གཏོང་ཐུབ་བས་ཅི་མ་རེད། རྒྱུ་མཚན་དེས་ན་སངས་རྒྱས་བཅོམ་ལྡན་འདས་ཀྱིས། ངེས་པར་ལེགས་ཀྱི་རྣམ་སྨིན། མཐའ་གཅིག་ཏུ་ལེགས་ཀྱི་འབྲས་བུ་ཟེར་མཁན། རྒྱུ་མཚན་དེས་ན་ངེས་པར་ལེགས་ཀྱི་རྣམ་སྨིན། མཐའ་གཅིག་ཏུ་ལེགས་ཀྱི་འབྲས་བུ་ཟེར་མཁན་དེ། བསམ་གྱིས་མི་སོ་སོའི་སྐྱེས་བུ་བསམ་ཐུབ་ཁོ་མ་རེད་བསམ་ཐུབ་པ་སངས་རྒྱས་ཀྱིས་གསུངས་པ་རེད་ཟེར་གི་རེད། ཡང་འདི་པར་ལ་ག་རེ་ལབ་པ་རེད་ཁོ་གིས་ཁོ་གིས་ཟེར་དུས་དང་པོ་སྐད་ཆ་འཕྲོད་ཡོང་དུས་དགོངས་ལ། བུམ་པ་མངོན་སུམ་རེད་ཟེར་གི་རེད་བུམ་པ་མངོན་སུམ་རེད་ག་རེད་ཟེར་ན། བུམ་པ་མཐོང་མཁན་གྱི་མིག་གི་དབང་པོ་ཡོད་བ་རེད་ཟེར་གི་རེད། ད་དེ་ལ་ང་ཚོས་སྐྱོན་བརྗོད་བྱེད་སྐྱོན་བརྗོད་གཏང་དགོས་དུས་མིག་གིས་མཐོང་མཁན་གཞན་གྱིས་མིན་ཏེ། ཨ་ནི། མིག་བདེན་པར་སྒྲུབ་པ་གཅིག་གིས་གཟུགས་མཐོང། གཞན། རྣ་བ་བདེན་པར་སྒྲུབ་པ་གིས་གཟུགས་མི་མཐོང་ཟེར་ན་དབྱེ་འབྱེད་བྱེད་དེ་འགྲིག་ས་མ་རེད་ཟེར་བ་རེད། ག་རེ་ཟེར་ན། མིག་གི་དབང་པོ་དང་རྣ་བའི་དབང་པོ་གཉིས་པོ་དེ། བུམ་པ་མཐོང་ན་མཐོང་ཉམས་མ་མཐོང་ན་མ་མཐོང་ཉམས་རེད་ཟེར། ག་རེ་ཟེར་ན། མིག་ནི་འབྱུང་འགྱུར་རྣ་དེ་བཞིན་ཏེ། མིག་དེའང་འབྱུང་འགྱུར་གྱི་གཟུགས་རེད་ཤག་རྣ་བ་དེའང་འབྱུང་འགྱུར་གྱི་གཟུགས་རེད་ཤག་ཨ་ནི་མཐོང་ན་མཐོང་མ་མཐོང་ན་མ་མཐོང་གཉིས་ཆགས་ཀྱི་རེད་ཟེར་བ་རེད། ད་འདི་འདྲའི་ལབ་དུས་ཁོ་གིས་འོ་ད་ཁྱེད་རང་གིས་མིག་ཁས་ལེན་གི་མི་འདུག་ཟེར་བས་མིག་ཁས་མ་གནང་ན་སངས་རྒྱས་བཅོམ་ལྡན་འདས་མིག་དེ་ལས་ཀྱི་འབྲས་བུ་ཡིན་གསུངས་པ་དང་འགལ་སྲིད་བོ་རེད། གལ་སྲིད་ཁྱོད་མིག་གིས་མིག་ཁས་བླངས་མ་ཡིན་ན་ང་ཚོ་ལ་ལབ་བས་ད་འདི་སྐྱོན་དེ་ཁྱེད་རང་ལ་ཡོང་གི་རེད་ཟེར་བརྗོད་དུས་ཨ་ནི་ཕ་ལན་སྤྲད་པར་དེ་ཡོང་གི་མ་རེད་ཟེར་བས་ག་རེ་ཟེར་ན་ང་ཚོའི་བཀའ་འདི་མིག་བདེན་གྲུབ་ཡིན་པར་བཀག་གི་ཡོད་པ་རེད། དེ་བཀག་བཀག་གི་ཡོད་རེད་བཀག་གི་ཡོད་རེད། དང་པོ་དེ་ང་ཚོར་སྐྱོན་ཡོད་མ་རེད་ང་ཚོས་དམིགས་ཏེ་ལས་ཀྱི་འབྲས་བུ་ཡིན་པར་ཁས་བླང་གི་ཡོད་པ་ཡིན་དུས་སངས་རྒྱས་ཀྱི་བཀའ་དང་འགལ་གི་མ་རེད། ཁྱེད་རང་བཀག་དེ་ག་རེ་བཀག་དགོས་ཙང་མིག་བདེན་གྲུབ་ཡིན་པ་དེ་བཀག་གི་ཡོད་རེད་ཟེར་བ་མིག་བདེན་གྲུབ་ཡིན་པས་བཀག་གི་ཡོད་རེད་མ་གཏོགས། ནམ་རྒྱུན་ཐ་སྙད་དུ། མིག་གིས་གཟུགས་མཐོང། མིག་གིས་སྒྲ་མཐོང་གི་མ་རེད་སྒྲ་ཐོས་གི་མ་རེད་ཟེར་བའི་སྐད་ཆའི་སྟེང་དུ་ང་ཚོས་དཀའ་གི་ཡོད་མ་རེད་ཟེར་བ། འོ་ན་མིག་གིས་གཟུགས་མཐོང། སྒྲ་མ་མཐོང་པ་དེ་ག་རེ་བྱེད་པ་རེད་ཟེར་ན། ཁོ། རྒྱུ་ལས་ཀྱི་ཁྱད་པར་ལས་བརྟེན་ནས་བྱུང་བ་རེད་ཟེར་བ་རེད། ད། རྒྱུ་ལས་ཀྱི། འབྲས་བུ་གི་ཁྱད་པར་ལས་བྱུང་བ་ཡིན་དུས་དེ་འདྲའི་རྒྱུ་ལས་ཀྱི་འབྲས་བུ་དེ་ཆ་ཚང་འདི་འདྲ་འདི་འདྲ་རེད་ཟེར་ང་ཚོས་བསམ་བློ་བཏང་ཐུབ་ཡས་ཡོད་མ་རེད་ཟེར་བ་དེ་འདྲ་ཡིན་པའི་རྒྱུ་མཚན་དེ་ན། ངེས་པར་ལས་ཀྱི་རྣམ་སྨིན་ཏེ། མཐའ་གཅིག་ཏུ་ལས་ཀྱི་འབྲས་བུ་ཟེར་མཁན་དེ་བསམ་གྱིས་མི་ཁྱབ། སོ་སོའི་སྐྱེས་བུའི་བསམ་བློ་བཏང་ཐོས་ཀྱིས་མ་ཡིན་པར་ཐུབ་པ་སངས་རྒྱས་ཀྱི་བཅོམ་ལྡན་འདས་གསུངས་པ་རེད། ད་སང་ཉིན་ནས་ང་ཚོ་པི་ཏི་ཤུག་ཤོག་ཚད་དེ་མང་འགྲོ་རེད་ད། མང་ཆེ་དེ་ནི་སྔ་དྲོ་དགོང་དག་ཤུག་རེ་རེ་བྱས་འགྲོའི་ཆ་ཤས་རེ་བ་བྱེད་ཀྱི་ཡོད།